ཨོ་ལིམ་པིཀ་རྩེད་འགྲན་ནང་ཐེངས་བཞི་ཞུགས་མྱོང་ཡོད་པ Chris Mazur ལ་ད་ལོའི་རྩེད་འགྲན་འདི་ནི་ནད་ཡམས་ལ་བརྟེན་ནས་མི་འདྲ་བ་ཞིག་ཆགས་ཡོད། རྩེད་འགྲན་ལ་ལྟད་མོ་ལྟ་མཁན་མེད་པ་རེད། ཨོ་ལིམ་པིཀ་གི་ཁོར་ཡུག་ཆ་ཚང་ཞིག་མེད་པ་དེ་ནི་ཁྱད་མཚར་པོ་ཞིག་ཆགས་ཀྱི་རེད། ནད་ཡམས Covid བཅུ་དགུ་ཡོད་མེད་ཀྱི་ལྟ་ཞིབ་ནི་ཨོ་ལིམ་པིཀ་རྩེད་ཡུལ་དུ་རྩེད་མོ་བ་དང་ལྟད་མོ་བ། དེ་བཞིན་རྒྱལ་ས་པེ་ཅིན་ནས་ལོགས་སུ་དབྱེ་འབྱེད་བྱས་པའི་རྩེད་འགྲན་ཞུགས་པའི་ཉལ་ས་དང་ཟ་ས་བཅས་ཚང་མར་ནད་ཡམས་སྔོན་འགོག་གི་ཆེད་ལྟ་སྲུང་བྱེད་བཞིན་པའི་ཆ་ནས་མི་འདྲ་བ་ཞིག་ཡོད་པ་རེད། ཡིན་ནས་ལྷག་པར་དུ་རྒྱ་ནག་གི་ནང་ལ་ཆུ་རིགས་བེད་སྤྱོད་དང་མཉམ་དུ་མི་སྒེར་གྱི་གནས་ཚུལ་དང་བདེ་འཇགས་ཐོག་བསླུ་ཚབ་བྱེད་བཞིན་ཡོད་པ་ལྟར། འགྲོ་བ་མིའི་ཐོབ་ཐང་ཚོགས་སྡེ་ཁག་གིས་པེ་ཅིན་གྱི་དྲ་རྒྱ་བཀག་སྡོམ་དང་མེ་དམག་ཐོག་འཕྲུལ་རིགས་བརྒྱུད་དེ་ལྟ་སྲུང་བྱེད་བཞིན་པར་སྐྱོན་བརྗོད་བྱེད་མུས་ཡིན་པ་རེད། དྲ་ཐོག་བདེ་འཇགས་ལ་བསླུ་ཚབ་ཡོད་པར་གཞིགས་ཏེ་ཨ་མི་རི་ཀའི་དབུས་རྟོག་ཞིབ་ལས་ཁུངས FBI ཡིས་ད་རེས་ཨོ་ལིམ་པིག་བསིལ་ཡུལ་དུ་བསྐྱོད་མཁན་མི་སྣར་རང་གི་སྒེར་གྱི་ཁ་པར་རང་ཁྱིམ་དུ་བཞག་ནས་འཕྲལ་སེལ་ཁ་པར་འཁྱེར་ཕྱོགས་ཀྱི་སློབ་སྟོན་བྱས་ཡོད་པ་རེད། དྲ་རྒྱའི་སྡེ་ཁུལ་གྱི་གསང་བའི་ལས་དོན་ཐོག་གི་མཁས་པ Charity Wright ཡིས་རྩ་བའི FBI ཡི་སློབ་གསོ་དེ་རྒྱ་ཆེན་པོ་ཡིན་ན་ཡང། རྒྱ་ནག་གི་གཞུང་འབྲེལ་མི་སྣས་ལྟ་སྐོར་བའི་ཐོག་འཕྲུལ་རིག་གི་ལྟ་སྲུང་བྱེད་ཡག་དེ་ནི་དུས་རིང་ཞིག་ནས་བླུ་ཚབ་ཡོད་པ་ཞིག་རེད་ཅེས་དང།
རང་གི་ཡོ་བྱད་གཙང་མ་ཞིག་འཁྱེར་རྒྱུ་དེ་གལ་ཆེན་པོ་རེད། ཕ་གའི་བདུད་ཤུལ་རིང་ལ་ཡོ་བྱད་གཙང་མ་ཉག་ཡག་དང་སྐད་ཆ་ཚང་མ་དོན་དག་ཡོད་པ་དང་མང་པོ་མ་བཤད་ནས་སོ་སོ་སྒེར་གྱི་གནས་ཚུལ་ག་འདྲ་ཞིག་ལ་རྒྱ་ནག་གཞུང་གིས་བསྡུ་རུབ་བྱེད་སྲིད་པའི་རིགས་ཤོད་རྒྱུ་ཡོག་མ་རེད། ཨ་མི་རི་ཀའི་གཞུང་གིས་རྒྱ་ནག་དང་རྒྱལ་ཁབ་གཞན་ཁག་གི་གནས་ཚུལ་རྐུ་འཁྱེར་དང། མྱུལ་ཞིབ་ཀྱི་ཆེད་དུ་དྲ་ཐོག་བཙན་བཀོལ་བྱེད་ཀྱི་ཡོད་པ་རེད་ཅེས་ཉེས་འཛུགས་ཡང་སྲིད་བྱེད་ཀྱི་ཡོད་ན་ཡང། རྒྱ་ནག་གཞུང་གིས་གོ་སྒྲིག་མགྲོན་བདག་བྱས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་འདིའི་དགུན་དུས་ཀྱི་ཨོ་ལིམ་པིཀ་སི་རྩེ་ཚོགས་ཀྱི་སྐབས་སུ་ར་ཤི་ཡ་དང་བྱང་ཀོ་རི་ཡའི་ཐེ་བའི་རྒྱ་ནག་དང་འབྲེལ་བ་བཟང་པོ་ཡོད་པའི་རྒྱལ་ཁབ་ཁག་གི་འབྲེལ་ལམ་ལ་བརྟེན་ནས་རྒྱ་ནག་གིས་ཉན་བརྗོད་དེ་འདྲ་ཧ་ལམ་སྤེལ་གྱི་མ་རེད་ཅེས་དྲ་རྒྱའི་བདེ་འཇགས་མཁས་པ་ཚོས་གསལ་སྟོན་བྱས་འདུག། པེ་ཅིང་ཨོ་ལིམ་པིག་སི་ཡི་གོ་སྒྲིག་བས་བཀོད་ཆས་དེའི་ཐོག་ནས་བདེ་འཇགས་ལ་ཉེན་ཚབས་བཟོ་གཞིའི་ཆ་ཤས་དེ་ནོར་བཅོས་བྱས་ཚར་ཏེ་ད་ཆ་གནས་ཚུལ་ཉུང་ཤས་ཤིག་ལས་མཁོ་སྒྲུབ་བྱེད་ཀྱི་མེད་ལུགས་བརྗོད་ཡོད་པ་རེད། ཨ་མི་རི་ཀའི་འཁྱགས་འབག་ཐོག་གི་རྩེད་འགྲན་བ Chris Mercer ཡིས། རྩེ་གྲའི་མགོ་འཛུགས་ཀྱི་སྔོན་ལ་བཀོལ་ཆས་དེ་བསམ་འཇུག་བྱེད་དགོས་འདུག་ཅེས་དང། I do believe in data privacy. ངས་སྒེར་གྱི་གནས་ཚུལ་རང་སོར་གནས་དགོས་པར་ཡིད་ཆེས་བྱེད་ཀྱི་ཡོད། ང་ལ་སྦས་གསང་བྱེད་ཡ་གང་ཡང་མེད་ཚོར་གྱི་འདུག་ལ་ངའི་ཁ་པར་ཐོག་སེམས་ཁྲལ་མེད། རྩེ་གྲའི་བ་ཚོས་རང་གི་རྒྱལ་ཁབ་ཆེད་རྟགས་མའང་ཐོབ་ཐབས་བྱེད་བཞིན་པ་དང་དུས་མཚུངས་རང་རང་སོ་སོ་འཕྲུལ་རིག་གི་ལྟ་ཞིབ་ལས་སྲུང་སྐྱོབ་བྱེད་དགོས་པ་ཞིག་ཀྱང་ཆགས་ཡོད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།